རྣམ་པ་ཚོ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ངའི་མིང་ལ་བསྟན་འཛིན་རབ་དཀར་ལབ་གི་ཡོད། ངེད་ཀྱི་དྲ་ཚིགས་འདི་གི་ནང་ལོགས་ལ། ནས་ནང་ཆོས་ཀྱི་རྣམ་བཞག་མང་པོ་ཅིག། དཔེ་ཆ་ནང་ལ་ཡོད་བདེ་བ་མང་པོ་ཅིག། དཔེ་ཆ་ནང་ལ་བཞག་ཞེ་བ་མ་ཡིན་པ་དཔེ་ཆ་ནང་གི་ཆེ་ཐང་འདྲ་བོ་མ་ཡིན་པ། ང་རང་ཚོས་ཀྱི་ནམ་རྒྱུན་གྱི་སྐད་ཆ་བཤད་བ་ན་ཤིང་གི་ཨ་ནེའི་ཐོག་ནས་འགྲེལ་བཤད་བྱེད་ཀྱི་ཐབས་བྱེད་ཀྱི་ཡོད་འགྲེལ་བཤད་བྱེད་ཀྱི་ཡོད།

མི་དང་གཉེན་ཉེ་ཀྱི་སྔོན་ལ་དྲི་བ་བཏང་ཟོ་བ་འགོ་བཙུགས་དུས་ནས་ག་དུས་ཡིན་ན་ཡང་ཤེས་པ་ཡོད་ཡོད་པ་རེད། ཤེས་པ་རེད་ཁ་ཤས་ཤིག་ང་ཚོ་ག་དུས་ན་གཉེར་ཡོད་སྙམ་དུ་ཁོ་མྱོང་མྱོང་པ་རེད་ཟེར་མྱོང་ག་དུས་ཡིན་ན་ཡང་མྱོང་དེ་མཁན་གྱི་ཤེས་པ་དེ་ཚོ་ལ་ཀུན་བགྲོ་བ་ལབ་ཀྱི་ཡོད་རེད་ཀུན་ལབ་ན་ཆ་ཚང་ལ་ཆ་ཚང་འགྲོ་གོ་རེད་ག་རེ་གི་ཆ་ཚང་ལ་སེམས་ཆ་ཚང་ལ་འགྲོ་གོ་རེད་སེམས་གཞན་གསལ་བྱུང་གོ་ལ་ཁོ་མཉམ་དུ་ཡོད་པ་རེད་ད་ང་ཚོ་སྐད་ནས་མ་ཤེས་པར་དུ། ཚེ་འདི་གི་ནང་ལ་སེམས་ཅན་གང་ཚོའི་སྙེམས་དུ་ཡོད་པར་བ་དེ་སྙེམས་དུ་ཀུན་འགྲོ་དུ་ཚོད་ཡང་ཡོད་པར་རེད། བྱས་ཙང་ཁོ་ལ་ཀུན་འགྲོ་ལབ་དགོས་རེད། ད་ཡོད་པ་ཡིན་ན་ང་ཚོ་དང་པོ་ངོ་ལ་རེག་པ་ལབ་ན་ག་རེ་ལབ་དགོས་རེད། ད་དཔེ་ཆ་གི་ནང་ལོགས་ལ་ཀུན་འགྲོ་ངང་གིས་བང་རིམ་ཁོ་རིམ་པ་མི་འདྲ་མི་འདྲ་ནང་ལོགས་མི་འདྲ་མི་འདྲ་སོང་ཡ་ཡོད་རེད་ད་ངས་ཀྱིས་ན་ང་རང་གི་བསམ་ཚུལ་གྱི་ཐོག་ནས་ང་རང་གི་མྱོང་བས་ཀྱི་ཐོག་ནས་ང་རང་གི་ཉམས་མྱོང་གི་ཐོག་ནས་ཨ་ནི་ཀུན་འགྲོ་ལྔ་པོ་དེ་སོ་སོ་ལ་འདི་གི་རྗེས་ལ་འདི་ཡོང་གི་ཡོད་ས་རེད་བསམ་བསམ་འདྲ་བོ་ཅིག་ཞུ་གི་ཡོད། ཡང་སྒོ་དཔེ་ཆ་རང་དང་ཡིན་གཅིག་མིན་གཅིག་སྐབས་སྐབས་ལ་གོ་རིམ་མི་མཐུན་པ་ཡོད་སྲིད་ཀྱི་རེད་འདི་ང་རང་གི་བསམ་ཚུལ་གྱི་ཐོག་ནས་གོ་རིམ་དེ་འདྲའི་ཞན་ས་རེད་བསམ་ནས་ཞུ་གི་ཡོད། འདི་སོ་སོ་ལ་ཕན་ཐོགས་ཡོང་གི་འདུག་རྣམ་པ་ཚོ་ལ་གཅིག་ན་ཕན་ཐོགས་ཡོང་སྲིད་ཀྱི་རེད་བ་འོན་ཏེ་དེ་ཞིག་ཡིན། ད་དང་པོ་ངོས་ལ་ང་ཚོ་རེག་པ་ཟེར་དེ་རེད་ད། དཔེ་ཆ་ནང་ལ་རེག་པའི་གི་མཚན་ཉིད་ག་རེ་བཞག་ཡོད་རེད། ར། ཡུལ་བྱེད། དབང་པོ་བྱེད། རྣམ་ཤེས་གསུམ་ཕྲད་པ་ལབ་རེད། དེ་ཕྲད་ལ་ན་ག་ལ་བར་དོན་ད།

ཁྱེད་བཅུ་རྒྱན་གྱི་སེམས་བྱུང་ཞོལ་རོ། དེ་ལ་རེག་པ་ལ་རེག། དོན་དག་རྡོག་རྡོག་ག་རེ། མཐོང་བཅུ་རྒྱན་དེ་རེ་མིག་གི་མཐོང་བཅུ་རྒྱན་དེ་རེ། མིག་གི་མཐོང་ཡོང་དུ་སེམས་པ་ལ་མཐོང་བཅུ་རྒྱན་གྱི་སེམས་བྱུང་དེ་རེག་པ་ཟེར་ཏེ། རེག་པ་ལ་ནི་མཁས་པ་ཐུག་པ་ལགས་རོ། བྱས་ཙང་ང་ཚོ་རེག་པར་རེག་ལབ་ནི་མ་ལ་ཞིའུ་ལབ་ནི་མ་ལ་མཐོང་ཡང་དེ་རེ། མིག་གིས་མཐོང་ན་དེ་མིག་གི་དུ་དེ་རེག་པ། རླུང་རྒྱག་པོ་དུ་གཟུགས་པོ་ལ་ཚོར་གུ་དུ་དེ་ག་རེ་རེ། ལུས་ཀྱི་དུ་དེ་རེག་པ། སྐད་ཆ་བཤད་དུ་སེམས་པ་ལ་སྒྲ་གོ་གུ་དུ་སྒྲ་གོ་ཡ་དེ་ག་རེ་རེ།

མི་གདོང་ངན་སྡིག་གི་ཞྭ་མོ་དེ་ཁྱོད་ག་ཤེད་ན་རྫིག་པོ་རོ་ཞིག་འདུག་ད་ང་ཡང་ཉེ་འཁོར་ས་རའི་ལ་དུ་བསམ་པ་ལ་ཡུལ་རྒྱུགས་སོ། སེམས་དེ་ཡུལ་དེ་ལ་ཕ་རྒྱུགས་བྱུགས་སོ། དེ་ག་རེ་སེམས་པ་ཟད་དེ་ག་རྒྱུགས་བྱུགས་གོ་བྱས་ཙང་སེམས་པ་ཟད་དེ་ག་རེ་ལབ་ན་སེམས་དེ་དང་པོ་སྔོ་ལ་དེ་རེག་མཐོང་མཐོང་ནས་ཨ་ནི་ཨ་ལ་དེ་འདི་རེད་ཤ་ཟ་ཧ་གོ་ཧ་གོ་ནས་སོ་སོའི་ལ་ཚོར་བ་ཅིག་བདེ་བ་ཡིན་ནས་སྡུག་བསྔལ་ཡིན་ན་ཅིག་ཡོང་ན།

དམིགས་པ་ཞིག་གཅིག་ལ་བལྟ་ཟེར་བ། དེ་ནི། ཨ་ལས་ཁོ་སྐད་ཆ་དེ་སྙིང་རྗེ་མ་གྲོངས་ཤིག་ལ་བཤད་སྲོལ་དང་ཟེར་ནས་ཁོ་སེམས་ལ་ལྷོད་ལྷོད་ཡོང་གི་ཡོད་ན་ར། བྱས་ཙང་ཨ་ལས་ཏག་ཏག་རེད་འདོད་བསམ་ན་ཚོར་བ་ཞིག་ལས་དུས་ཚོར་བ་ཟེར། ར། བྱས་ཙང་ད་འདི་ལ་དུས་ང་ཚོ་ཚོར་བ་འདུ་ཤེས་སེམས་པ་རེག་པ་ཡིན་ལ་ཇི་ལྟར་སེམས་པ་ལ་དུས་ཨ་ལས་ད་འདི་ལ་དུས་བསམ་པ་ལ་བལྟས་ཨ།

ད་ཆོས་གྲྭ་ནང་བ་ལ་ཡིན་པ་ལྟ་མ་ཡིན་པ་ལྟ་ལས་ན་ལན་ཅིག་བརྒྱ་པས་ཡོད་རེད་དེ་ལྟ་ཡིན་ན་ང་རང་ཚོའི་ནམ་གྱི་སྐད་ཆ་བྱས་ཙང་ག་ལ་འགྲོ་དུས་དེ་ཁག་པོ་ཆགས་ཀྱི་འདུག་བྱས་ཙང་ང་ཚོ་ཉམས་མྱོང་གང་ལ་སྦྱར་ཐུབ་ན་དཔེ་ཕན་ཐོགས་ཡོང་གི་འདུག་བྱས་ཙང་རྣམ་པ་ཚོ་ཡིན་ན་ཡང་མ་སོ་སོ་ཆོས་གྲྭ་བ་རྒན་པ་རེད་བསླབ་པ་རྒན་པ་རེད་ཨ་ནི་དངོས་སོ་སོ་རྒན་པ་སྐད་ཆ་དྲིས་ད་ར་ང་ཚོ་སྐུ་མགྲོན་བ་འདི་ང་རང་ཚོ་ཉམས་མྱོང་ལ་ག་འདྲ་སྦྱར་དགོས་རེད་སྐད་ཆ་དྲིས་ད་ཨ་ནི་དེ་སྲིད་གོ་བ་ཕན་ཐོགས་ཡོང་གི་རེད། བྱས་ཙང། འོན་ཏེ་འདི་ཞིག་ཡིན། དེ་དེ་འདྲ་རྣམ་པ་ཚོ་གིས་བརྙན་འདི་གཉིས་པོ་གནང་པ་ཡིན་ན་ཕན་ཐོགས་བྱུང་སོང་བསམ་པ་ཡིན་ན་ཨ་ནི